ཨ་ནི་ལས་འགུལ་སྤེལ་ཡག་གི། གྲ་སྒྲིག་ཡོད་པའི་སོང་ཙང་ཨ་ནི་ང་ཚོ་ཐུན་མོང་གི་ཐོག་ནས་ད་ད་རིང་ནད་རིམས་ཀྱི་ངོ་བོ་འགྲོ་བ་དེ་དེ་འདྲ་ཅིག་ཆགས་པ་རེད་ཞེས་ནས་དེ་ཅིག་ཞུ་ཡག་ཡིན་ཨ་ནི་མ་འོངས་པ་ཡང་ལས་དོན་བྱེད་ཕྱོགས་ཀྱི་ཐོག་ལ་ཡང་ཨ་ང་ཚོ་ཁ་གསལ་རུ་ག་འདྲས་སུ་གཏང་དགོས་ཀྱི་འདུག་བྱེད་སྟངས་ག་འདྲས་སུ་བྱེད་དགོས་ཀྱི་འདུག་དེ་ཚོའི་ཐོག་ལ་ཡང་རིམ་པས་རིམ་པས་ཁ་གསལ་པོ་ཡོང་གི་རེད་ཞེས་ཞུ་ཡག་ཡིན། ད་རིང་རྒྱལ་གཅེས་དཔའ་བོ་བློ་བཟང་དཔལ་ལྡན་ནམ་ཡོངས་གྲགས་སུ་བློ་ཁ་རང་བཙན་དམ་པ་དེ་ཉིད་ཀྱིས་རྒྱ་ནག་གུང་ཁྲན་གྱིས་བོད་ལ་འཛིན་པའི་སྲིད་བྱུས་དང། བོད་མི་རིགས་རྩ་མེད་གཏོང་བཞིན་པ་དེའི་ཆེད་དུ་ལས་འགུལ་སྤེལ་གྱི་ཡོད་ཅེས་དང་ང་ཚོ་ཚང་མ་རྡོག་རྩ་གཅིག་ཏུ་སྒྲིལ་ཏེ་བོད་རང་བཙན་གྱི་ཆེད་དུ་ལས་འགུལ་སྤེལ་དགོས་པའི་ཞལ་ཆེམས་བཞག་སྟེ། ཕྱི་ལོ་ཉིས་སྟོང་གཉིས་ས་ལུག་ཟླ་བ་བདུན་པའི་ཚེས་གཉིས་ཉིན་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ལས་ཁུངས་ཨ་མའི་མདུན་ཐང་དུ་རང་ལུས་མེ་བསྲེགས་ཀྱིས་སྐུ་གྲོངས་པའི་བདུན་ཚིགས་བདུན་པ་འཁེལ་གྱི་ཡོད། དེར་བརྟེན། བཀའ་སྤྱི་ཐུན་མོང་ནས་གོ་སྒྲིག་བྱས་ཏེ་དཔའ་བོ་དམ་པ་དེ་ཉིད་དང། བོད་ཀྱི་བསྟན་སྲིད་མི་རིགས་ཆེད་ལུས་སྲོག་ལོངས་སྤྱོད་བློས་གཏོང་གནང་མཁན་དཔའ་བོ་དཔའ་མོ་ཚོར་གདུང་སེམས་མཉམ་སྐྱེད་དང། མྱ་ངན་གུས་འདུད། རྒྱ་དམར་གཞུང་གིས་བོད་ལ་འཛིན་པའི་གདུག་རྩུབ་ཀྱི་སྲིད་བྱུས་སྤྱི་དང། ལྷག་པར་དུ་མི་རིགས་མཐུན་སྒྲིལ་ཡར་ཐོན་ལ་སྐུལ་འདེད་ཀྱི་ཁྲིམས་ཡིག་ཟེར་བ་དེར་ངོ་རྒོལ་མཚོན་ཆེད། མཆོད་འབུལ་སྨོན་ལམ་དང་ཞི་བའི་གོམ་བགྲོད་ཀྱི་ལས་འགུལ་འདི་སྤེལ་རྒྱུ་ཡོད། རྒྱལ་གཅེས་སྤོ་བོ་བློ་དགའ་རང་བཙན་དམ་པ་དེ་ཉིད་ཀྱིས་རང་ལུས་མེ་བསྲེགས་བཏང་བའི་གནས་ཚུལ་ཐོས་མ་ཐག་ཏུ་བྱང་མངའ་རིས་སྐུ་ཚབ་དོན་ཁང་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ལྷན་རྫ་དྲག་བྱ་ཐོག་ཚོགས་འདུ་བསྡུ་སྐོང་བྱས་ཏེ་གསར་འགྱུར་བརྒྱུད་ལམ་ཁག་ལ་གནས་ཚུལ་ཁུངས་སྟོང་དང། བྱང་མངའ་རིས་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གདུང་སེམས་མཉམ་སྐྱེད་ཀྱི་མཆོད་འབུལ་སྨོན་ལམ་ཚུགས་དགོས་པའི་བཀོད་མངགས་བྱས་པ་དང་ཆབས་ཅིག་ཏུ། དགའ་ལྡན་ཕོ་བྲང་ཡིག་ཚང་བརྒྱུད་ལ་དྭགས་སུ་སྤྱི་ནོར་ཧོར་སྐྱབས་མགོན་ཆེན་པོ་མཆོག་ལ་དམ་པ་དེས་འདྲ་པར་དང་བཅས་རྗེས་འཛིན་ཡོང་བའི་ཐུགས་སྨོན་སྐྱབས་འཇུག་ཞུས་པའི་སྐོར་ཡིག་ཚང་གི་བཀའ་ལན་འབྲེལ་ཡོད་ནང་མིར་བརྡ་སྤྲོད་བཞེས་ཡོད་ཅིང། བདེ་སྲུང་བཀའ་བློན་ཀུན་དགའ་བཀྲ་ཤིས་མཆོག་ཉིན་དེའི་མཚན་དཀྱིལ་དུ་བཀའ་ཤག་གི་སྐུ་ཚབ་ཀྱི་ངོར་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞི་ཚོགས་ཁང་དུ་ཆེད་ཕེབས་ཀྱིས་གདུང་སེམས་མཉམ་སྐྱེད་གནང་ཡོད། ཕྱི་ཟླ་བདུན་པའི་ཚེས་གསུམ་ཉིན། ད་དེ་རྒྱ་གར་གྱི་དུས་ཚོད་རེད། སྲིད་སྐྱོང་གི་མིང་ཐོག་ནས་ཡོངས་ཁྱབ་གསལ་བསྒྲགས་སྤེལ་བའི་ནང་དུའང། བློ་དགའ་རང་བཙན་དམ་པ་དེ་ཉིད་ལུས་སྲོག་ལོངས་སྤྱོད་དང་བཅས་པ་བློས་གཏོང་གིས་ཐག་གཅོད་འདི་བྱེད་དགོས་པའི་རྐྱེན་རྩ་ནི། བོད་ནང་དུ་འབྱུང་བཞིན་པའི་མི་རིགས་རྩ་མེད་ཀྱི་སྲིད་བྱུས་དང། ཕྱི་ཟླ་བདུན་པའི་ཚེས་གཅིག་ཉིན་ལག་བསྟར་འགོ་འཛུགས་བྱས་པའི་གདུག་རྩུབ་ཅན་གྱི་མི་རིགས་མཐུན་སྒྲིལ་ཡར་ཐོན་ལ་སྐུལ་འདེད་ཀྱི་ཁྲིམས་ཡིག་ཟེར་བ་དེ། དེ་རིགས་རེད་ཅེས་འཁོད་ཡོད་པ་དང་ཉིན་དེར་གཞུང་འབྲེལ་མཆོད་འབུལ་སྨོན་ལམ་ཡང་ཚུགས་ཡོད། རྒྱ་དམར་གཞུང་གིས་གཞིས་ལུས་བོད་མི་ཚོར་མི་རིགས་རྩ་གཏོར་གྱི་སྲིད་ཇུས་རྒྱུན་མཐུད་སྤེལ་བཞིན་པར་རྒྱལ་སྤྱིའི་དོ་སྣང་འདྲེན་ཆེད། ཕྱི་ལོ་ཉིས་སྟོང་དགུ་ནས་བཟུང་བོད་ནང་དུ་ཤེས་རྟོགས་བྱུང་བའི་བོད་མི་བརྒྱ་དང་ལྔ་བཅུ་ང་བདུན་ནས་རང་ལུས་མེར་སྲེག་བཏང་སྟེ་འདས་གྲོངས་གྱུར་པ་མི་གྲངས་བརྒྱ་དང་སུམ་ཅུ་སོ་དྲུག་དང་སྐུ་འཚོ་བཞུགས་ཡོད་པ་དགུ། གནས་སྟངས་གསལ་བོ་མེད་པ་བཅུ་གཉིས་བྱུང་ཡོད། བཙན་བྱོལ་ནང། བློ་ཁ་དམ་པ་དེ་གཉིས་ཚུད་པའི་བོད་མི་བཅུ་གཅིག་ནས་རང་ལུས་མེ་བསྲེགས་བཏང་སྟེ་འདས་གྲོངས་སུ་ཕྱིན་པ་དགུ་དང། སྐུ་འཚོ་བཞུགས་ཡོད་པ་གཉིས་བྱུང་ཡོད། བོད་ཕྱི་ནང་གཉིས་ཀར་རང་ལུས་མེ་བསྲེགས་གཏོང་མཁན་གྱི་དཔའ་བོ་དཔའ་མོ་སུ་དགོས་དཔའ་བོ་དཔའ་མོ་དཔའ་རྒོད། སུ་ཞིག་གིས་ཀྱང་བོད་དང་བོད་མིའི་བདེ་སྡུག་ལ་རྒྱ་དམར་གཞུང་དང་རྒྱལ་སྤྱིའི་དོ་སྣང་འདྲེན་པའི་ཀུན་སློང་བཅངས་ཏེ་སོ་སོའི་མི་ལུས་རིན་པོ་ཆེ་མེར་སྲེག་བཏང་བ་མ་གཏོགས། གཞན་གྱི་ཚེ་སྲོག་དང་རྒྱུ་ནོར་ལ་གནོད་སྐྱོན་བཏང་རིགས་གཏན་ནས་བྱུང་མེད་པས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བ་དགུ་པའི་ཚེས་བཅུ་ཉིན་གསར་བརྒྱད་ཉིན་དམིགས་བསལ་ཚོགས་ཆེན་ཐོག་རང་ལུས་མེར་སྲེག་གི་ལས་འགུལ་ནི་འཚེ་མེད་ཞི་བའི་ལས་འགུལ་ཚད་མཐོ་ཤོས་སུ་ངོས་འཛིན་བྱས་ཡོད་ལ། བོད་མི་རྣམས་ཀྱིས་སླད་ཕྱིན་སོ་སོའི་ཚེ་སྲོག་ལ་གཅེས་འཛིན་དགོས་པའི་འབོད་སྐུལ་ཞུ་རྒྱུ་ཞེས་གྲོས་ཆོད་བཞག་པ་ལྟར། བོད་མི་ཚོས་མི་སེར་ཧྲིལ་པོ་བོད་བསྟན་སྲིད་མི་རིགས་ལ་ཞབས་འདེགས་ཞུ་རྒྱུའི་ཆོད་སེམས་སྙིང་ལ་བཅངས་ཏེ་འབད་བརྩོན་ཡོང་བའི་འབོད་སྐུལ་ཞུ་བཞིན་ཡོད། སློབ་དགའ་རང་བཙན་དམ་པ་དེ་ཉིད་ཀྱི་སྐུ་སྲོག་ཤོར་རྗེས། འཛམ་གླིང་ཡུལ་གྲུ་གང་སར་བོད་མི་དང། བོད་ཀྱི་གྲོགས་པོ་ཚོས་དམ་པ་དེ་ཉིད་ལི་ཡཱན་རྗེས་དྲན་དང། རྒྱ་དམར་གཞུང་ལ་ངོ་རྒོལ་གྱི་ཞི་བའི་ལས་འགུལ་སྣ་ཚོགས་ཤིག་སྤེལ་དང་སྤེལ་བཞིན་པ་དང། དེ་ལ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་གྱི་རྣམ་པ་ཐོན་དང་ཐོན་བཞིན་པས་ཐོན་བཞིན་པར་གསར་འགྱུར་བརྒྱུད་ལམ་ཁག་ནས་ཀྱང་གནས་ཚུལ་རྒྱ་ཁྱབ་ཏུ་འགོད་སྤེལ་གནང་དང་གནང་བཞིན་པ་བཅས་ལ་སྙིང་ཐག་པ་ནས་རྗེས་སུ་ཡི་རངས་དང་ཐུགས་རྗེ་ཆེ་ཞུ་བཞིན་ཡོད་ལ། རྒྱ་དམར་གཞུང་གིས་བོད་རིགས་བོད་མི་རིགས་རྩ་མེད་གཏོང་བའི་སྲིད་ཇུས་ལ་ངོ་རྒོལ་གྱི་ལས་འགུལ་འདི་རིགས་དུས་དང་རྣམ་པ་ཀུན་ཏུ་གཞིས་བྱེས་བོད་མི་ཐུན་མོང་ནས་སྤྱང་གྲུང་དོན་པོ་དང་རྣམ་དཔྱོད་རྩལ་སྤྲུགས། གདུང་ཤུགས་གཅིག་སྒྲིལ་གྱི་སྒོ་ནས་གདོང་ལེན་མཐར་སྐྱེལ་བྱེད་དགོས་པ་ཡིན། སྤྱི་ཟླ་བདུན་པའི་ཚེས་གཅིག་ནས་ལག་བསྟར་འགོ་འཛུགས་བྱས་པའི་རྒྱ་དམར་གཞུང་གི་མི་རིགས་མཐུན་སྒྲིལ་ལ་སྐུལ་འདེད་ཀྱི་ཁྲིམས་ཡིག་ཟེར་བ་དེའི་ངན་ཇུས་ནི། བོད་ཀྱི་སྐད་ཡིག་བེད་མེད་གཏོང་བ། རྒྱ་དམར་གཞུང་གིས་བོད་ཕྲུག་ས་ཡ་གཅིག་ཙམ་མི་ཤེས་དཔལ་ཡོན་རིང་ལུགས་ཀྱི་གཏན་སྡོད་སློབ་གྲྭར་བཙན་འཇུག་གིས་རྒྱ་སྐད་དང་རྒྱ་རིགས་ཀྱི་འདུ་ཤེས་སྤེལ་སློབ་སྤེལ་དང། རྒྱ་ནག་དམར་ཤོག་ཚོགས་པར་བློ་དཀར་སེམས་དཀར་དགོས་པའི་འཇེམ་བཞེས་བྱས་ཏེ། སོ་སོའི་རིག་གཞུང་ཁྲོད་འཚར་ལོངས་དང་སོ་སོའི་སྐད་ཡིག་སློབ་གཉེར་གྱི་ཐོབ་ཐང་འཕྲོག་ཡོད་ལ། ཐ་ན་དབྱར་དགུན་གུང་གསེང་སྐབས་རང་ངོས་ནས་བོད་ཀྱི་སྐད་ཡིག་སློབ་གཉེར་བྱ་རྒྱུར་ཡང་བཀག་འགོག་བྱེད་བཞིན་པའི་ཐོག། ཁྲིམས་ཡིག་དེ་སློབ་གྲྭ་ཁག་ཏུ་སྔོན་འགྲོ་ནས་བཟུང་སློབ་ཁྲིད་སྐད་ཡིག་རྒྱ་ཡི་སྐད་ཡིག་ཏུ་གཏན་འབེབས་དང། གཞུང་གི་ལས་ཁུངས་ནང་བོད་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་ཁོར་ཡུག་དང་གོ་སྐབས་མེད་པ་བཟོས་ཏེ་བོད་ཀྱི་སྐད་ཡིག་གི་བཀོད་རྒྱ་བཀག་སྡོམ་བྱས་ཡོད། ལོ་རྒྱུས་དང་མི་རིགས་ཀྱི་ངོ་རྟགས་རྫུན་བཟོ། རྒྱ་ནག་རྒྱ་དམར་གཞུང་ནས་མི་རིགས་སོ་སོར་ཀྲུང་ཧྭ་མི་རིགས་འཕེལ་རྒྱས་ཀྱི་ལོ་རྒྱུས་དྲིལ་བསྒྲགས་སློབ་གསོ་དང་སློབ་འཇུག་འགྲེལ་བརྗོད་ཀྱི་ལས་འགུལ་ཅི་རིགས་བསྩལ་རྒྱུ་དང། འདི་ངས་ལུང་འདྲེན་བྱས་པའི་སྐབས་ལ་ཡང་ཁོང་ཚོས་ཁྲིམས་ནང་ལོགས་ལ་གང་ཡོད་པ་འདི་གའི་དེ་ལུང་འདྲེན་བྱས་རྗེས་ཨན་དེས་འགྲེལ་བཤད་རྒྱག་གི་ཡོད་རེད། ཤེས་ཁུངས་ནང་མི་རིགས་མཐུན་སྒྲིལ་ཟེར་བའི་མིང་བྱང་འོག་བོད་མིའི་སྒེར་གྱི་འཚོ་བ་སྐྱེལ་སྟངས་དང་འདུ་འཛོམས། བསམ་ཚུལ་བརྗོད་པ་སོགས་ལ་སྟངས་འཛིན་དང་ལྟ་རྟོག་བྱེད་ཤུགས་སྔར་ལས་ཆེ་རུ་གཏོང་རྒྱུ་ཡིན་པ་དེས་བོད་མི་ཚོའི་རིག་གཞུང་སྲུང་སྐྱོབ་ཀྱི་ལས་འགུལ་ཕྲན་བུ་ལའང་ཉེས་ཆད་འགེལ་རྒྱུའི་ཁྲིམས་ཡིག་གི་ཁ་གཡར་ས་བཟོས་འདུག་སྤྱི་ཚོགས་གཞི་རིམ་བར་དུ་རིག་གཞུང་བཙན་འགྱུར། འབག་བཟོ་ཤིང་འཇུག་སོགས་ཀྱི་བྱེད་སྒོ་རྣམས་ལུགས་བསྒྱུར་སྲོལ་འཇལ་དགོས་པ་དང། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་ཚུགས་དེ་གཞི་རིམ་གྲོང་གསེབ་ཀྱི་སྒྲིག་ལམ་རྣམ་གཞག་ཁོངས་སྒྲིག་སྒོས་བྱེད་དགོས། པ་བཟོས་འདུག་པས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང། ཡུལ་སྲོལ་གོམས་གཤིས་རྣམས་རྒྱ་ནག་གི་རིག་གཞུང་ནང་མཉམ་བསྲེས་སམ་འདྲེས་སྒྱུར་བྱ་རྒྱུ་ཡིན་འདུག་བོད་བརྒྱུད་ནང་བསྟན་རྒྱ་སྒྱུར། རྒྱ་དམར་གཞུང་གིས་ལོ་མང་གོང་ནས་བོད་ཀྱི་དགོན་སྡེ་ཁག་གི་མཁར་དབང་དང། འཛིན་སྐྱོང། སློབ་གཉེར་བཅས་པར་ཁྱོན་ཡོངས་ནས་སྟངས་འཛིན་དང། བླ་མའི་ཡང་སྤྲུལ་ངོས་འཛིན་ཚབ་ཁྱབ་གཞི་ཅན་དུ་གྱུར་དང་འགྱུར་བཞིན་པ་མ་ཟད། ཁྲིམས་ཡིག་དེས་ཆོས་བརྒྱད་བསྟི་གནས་ཁག་གི་ཆོས་ལུགས་སྤྲུལ་སྐུ་ཅན་དུ་གྱུར་བའི་ཁ་ཕྱོགས་རྒྱུན་འཁྱོངས་བྱེད་དགོས་ལུགས་བསྒྲགས་འདུག་པས་བོད་བརྒྱུད་ནང་བསྟན་འདི་ལོ་ངོ་སྟོང་ཕྲག་ལྷག་རྒྱུན་ཆགས་པའི་ཆོས་ཕྱོགས་ཀྱི་ངོ་བོ་ཤ་མ་བརླག་ནས་དམར་པོའི་ལྟ་གྲུབ་དང་རྒྱ་དམར་གཞུང་གི་ཆབ་སྲིད་ལ་མཐུན་འགྱུར་བྱེད་པའི་ཡོ་བྱད་ཅིག་ཏུ་འགྱུར་རྒྱུ་རེད་འདུག་མི་རིགས་གསལ་འགྱུར་བྱེད་སྟངས། ཕན་ཚུན་འགྲན་སྦྱོར་ཚུལ་གྱིས་སྤྱི་ཚོགས་ཁོར་ཡུག་འཛུགས་སྐྲུན་ལ་སྐུལ་འདེད་དང། སྡོད་ཁང་འཛུགས་སྐྲུན་དང་མི་འབོར་དོ་དམ་སོགས་ཀྱི་ཐད་ནས་ཞིབ་ཕྲའི་བྱེད་ཐབས་ལག་བསྟར་དགོས་ཁར། ས་ཁུལ་བརྒལ་ནས་མི་འབོར་སྤོ་ཤུགས་ལ་ཞབས་ཞུའི་ལས་སྟེགས་འཛུགས་སྐྲུན་ཐོག་ཤུགས་སྣོན་བརྒྱབ་ཤུགས་སྣོན་དང། ས་ཁུལ་བརྒལ་ནས་ལས་ཞུགས་དང་ལས་གཞི་གསར་གཏོད་བྱེད་མཁན་ལ་མཐུན་འགྱུར། མི་རིགས་ས་ཁུལ་དང་ས་ཁུལ་གཞན་གྱི་མཐོ་སློབ་དབར་ས་ཁུལ་བརྒལ་བའི་སློབ་མ་གསར་བསྡུ་ལ་རྒྱབ་སྐྱོར། ལས་བྱེད་པ་མི་རིགས་ས་ཁུལ་གྱི་ལས་གཞི་རིམ་དུ་སྐྱོད་པར་སྐུལ་སློང། གཞོན་སྐྱེས་རྣམས་ས་ཁོངས་བརྒལ་བའི་སྤེལ་རེས་སོགས་འཛིན་སྐྱོང་གི་བྱེད་ཐབས་བརྒྱུད་མི་རིགས་འདྲེས་མ་གཉེན་སྒྲིག་བྱེད་པར་སྐུལ་འདེད་བཏང་སྟེ་བོད་མི་རིགས་རྣམས་རང་གི་ལུང་པའི་ནང་གྲགས་མྱུར་དུ་འགྱུར་རྒྱུ་ཡིན་པ། འཕྲུལ་རིག་གི་ལྟ་སྲུང་མི་རིགས་ཀྱི་ལས་དོན་རྣམས་སྤྱི་ཚོགས་བཅོས་སྐྱོང་གི་ཁྲུས་བོར་མ་ལག་ཧྲིལ་པོའི་ནང་བཅུག་སྟེ། མིས་བཟོས་རིག་ནུས་ཀྱི་ལྟ་སྲུང་དང་གློག་རྡུལ་ངོ་བདག་བརྟག་བཅོས། དཔྱད་བཅོས། ངོ་རིག། ངོས་འཛིན། གོ་ལའི་གནད་དོན་མ་ལག། རིགས་རྫས་ཀྱི་དབྱེ་ཞིབ། མིག་གི་རྒྱ་ཆེ་བཤེར་འབེབས། དྲ་མིག་ཅན་གྱི་སྤྱི་ཚོགས་བཅོས་སྐྱོང་ལམ་ལུགས་སོགས་ཚན་རིག་ལག་རྩལ་གྱི་འདེགས་སྐྱོར་བརྒྱུད་ལྟ་བཤེར་བྱས་ཏེ་མི་རེ་ངོ་རེའི་འགྲོ་ལུས་ཉལ་འཆག་ལ་སྟངས་འཛིན་དོ་དམ་བྱ་རྒྱུ་ཡིན་འདུག་སྤྱི་ཚོགས་དང། ཆབ་སྲིད་དང་སྤྱི་ཚོགས་འཛུགས་སྐྲུན་གྱི་གནོན་ཤུགས། དཔལ་འབྱོར་དང་སྤྱི་ཚོགས་ཡར་རྒྱས་ཀྱི་ལས་འཆར་ཡོངས་རྫོགས། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་འཛུགས་དང། རྒྱལ་ཁབ་གཅིག་གྱུར་སྲུང་སྐྱོང་དང་ཁ་ཕྲལ་ལ་ངོ་རྒོལ་བྱ་རྒྱུ་སྔོན་འགྲོའི་ཆ་རྐྱེན་དུ་བཞག་པ་དེས། དཔལ་འབྱོར་གྱི་བསླུ་བྲིད་དང་ཆབ་སྲིད་ཀྱི་འཇིགས་སྐུལ་ཟུང་འབྲེལ་བྱས་ཏེ། བོད་མི་རྣམས་རྒྱ་རིགས་ཀྱི་སྤྱི་ཚོགས་ཆེན་པོའི་ནང་བཙན་ཤེད་བྱ་རྒྱུ་ཡིན་པ་གསལ། བོད་རིགས་ལས་བྱེད་པར་ཆབ་སྲིད་ཞིབ་བཤེར། ལས་བྱེད་པ་དང་ཚོགས་སྒེར་སུ་རུང་ནས་ཁྲིམས་ཡིག་འདི་ལག་བསྟར་ནན་པོ་མ་བྱས་པའམ། འགན་འཛོལ་བྱུང་ཚེ་འགན་འཁྲི་རྩད་གཅོད་དང་ནག་ཉེས་ཀྱི་ཁྲིམས་ཆད་འགེལ་རྒྱུ། ལས་བྱེད་གསོ་སྐྱོང་དང་འདེམས་བསྐོ་བཀོལ་སྤྱོད་དོ་དམ་གྱི་བྱ་རིམ་ཡོངས་རྫོགས་ཆབ་སྲིད་ཞིབ་བཤེར་བརྒྱུད་དགོས་པས་བོད་རིགས་ལས་བྱེད་པ་ཚོ་ནག་ཉེས་ཀྱི་དམིགས་འབེན་དུ་བཞག་སྟེ། མི་རིགས་མཐུན་སྒྲིལ་ལ་གནོད་གཞིའི་ལས་ཀ་བྱས་པ་ཙམ་མ་ཡིན་པར་ལག་བསྟར་ནན་པོ་མ་བྱས་པ་ཙམ་ཡང་ནག་ཉེས་སུ་བརྩི་རྒྱུའི་ཁྲིམས་ཡིག་གི་ཆ་རྐྱེན་བསྐྲུན་ཏེ། བོད་རིགས་ལས་བྱེད་རྣམས་ཉིན་མཚན་ཁོར་མོ་ཡུག་ཏུ་ཁྲིམས་དེའི་འཇིགས་སྣང་འོག་གནས་དགོས་པ་བཟོས་འདུག་རང་སྐྱོང་གི་ཐོབ་ཐང་རྩིས་མེད། དམར་ཤོག་ཚོགས་པས་གཅིག་གྱུར་གྱི་གོ་སྒྲིག་དང་སྲིད་གཞུང་གི་ཁྲིམས་ལྟར་དོ་དམ། འཐབ་ཕྱོགས་གཅིག་གྱུར་ལས་དོན་སྡེ་ཚན་ནས་མཐུན་འགྱུར་ལ་སྣེ་ཁྲིད། མི་རིགས་ལས་དོན་སྡེ་ཚན་ཁག་ནས་འགན་འཁུར་ལེན་རྐང་ལེན། སྡེ་ཚན་སོ་སོ་ཤུགས་སྒྲིལ་མཉམ་ལས་སྤྱི་ཚོགས་ཧྲིལ་པོ་ཐུན་མོང་མཉམ་ཤུགས། མི་རིགས་ལས་དོན་གྱི་གནས་བབ་རྒྱུན་འཁྱོངས་དང་འཐུས་སྒོ་ཚང་དུ་གཏོང་རྒྱུ་ཡིན་ལུགས་བསྒྲགས་འདུག་པས། རྒྱ་ནག་གི་རྩ་ཁྲིམས་དང་མི་རིགས་ས་གནས་རང་སྐྱོང་གི་བཅའ་ཁྲིམས་ཀྱིས་འགན་ལེན་བྱས་པའི་མི་རིགས་རང་སྐྱོང་ས་གནས་ཁག་གི་སྲོལ་ཡིག་དང། ས་གནས་རང་སྐྱོང་སྒྲིག་འཛུགས་ཁག་གི་མིང་ཙམ་གྱི་རང་སྐྱོང་ཐོབ་ཐང་ནང་ཀྱང་རྩིས་མེད་རྡོག་རོལ་དུ་གཏོང་རྒྱུ་རེད་འདུག་ད་ལྟ་ངས་འདི་གའི་སྙན་སྒྲོན་ཞུས་འདུག་པ་འདི་ག་དེ་ད་ལྟ་རྒྱ་ནག་གིས་གཏན་འབེབས་བྱས་པ་དང་ལག་བསྟར་བྱེད་བཞིན་པའི་ཁྲིམས་ཡིག་འདི་གིས་བོད་ནང་ལོགས་ལ་ཡང་གནད་དོན་ག་རེ་ག་རེ་ཆགས་སྲིད་པ་རེད་ཟེར་ཡག་གི་དོན་ཚན་རེ་རེ་རེ་རེ་མ་བཀོད་ཆེད་ད་རིང་སྙན་སྒྲོན་ཆེད་མངགས་ཞུས་པ་ཡིན་དུས་ཚོད་ལྟས་གོ་བ་ཡིན་ནས་གར་སང་འདིའི་ནང་དོན་འདི་མ་མཁྱེན་པ་ཡིན་ན་ཨ་ནུ་གཞན་པ་ལ་འགྲེལ་བཤད་བྱ་ཡག་གི་གནས་བབ་འདི་ཆགས་ཀྱི་ཡོག་མ་རེད་ང་ཚོ་ཚོར་བ་ཅག་ཙམ་དུ་མ་ཡིན་པའི་གི་ལས་དོན་ག་རེ་བྱིན་པ་ཡིན་ནས་དོན་དག་གང་ལ་ཡང། བཙུགས་ཐུབ་པ་དང་ཨ་ནི་ལྷག་པར་དུ་དེ་ཚོ་བྲན་ཁ་དེ་རྒྱལ་སྤྱིའི་གི་ཁྲིམས་དང་ག་འདྲའི་འགལ་གྱི་ཡོད་མེད་དང་རྒྱ་ནག་གི་ཁྲིམས་རང་ག་རེ་འགལ་གྱི་ཡོད་མེད་ཐོག་ནས་ཨ་ནི་ཞུ་གཏུགས་བྱས་པའི་སྐབས་ལ་ཡ་བྱེད་དགོས་ཀྱི་ཡོད་རེད་མདོར་ན། ཁྲིམས་མི་དེ་ཚོའི་གི་ད་ལྟ་ཁྲིམས་མི་འདི་གི་དམིགས་བན་དེ་ཚོའི་གི་ངན་ཇུས་དེ་གའི་དེ་འདོར་བ་ཡིན་ན། ཁྲིམས་མི་དེའི་དམིགས་བན་རྣམས་དུས་ཡུན་ངེས་ཅན་ནང་མཇུག་འབྲས་ཇི་ལྟར་ཐོན་མིན་ནི་གཞིས་བྱེས་བོད་མི་ཚོས། ངན་བྱུས་དེ་ལམ་དུ་མི་འགྲོ་བའི་ཁ་བརྡའི་གདོང་ལེན་ཇི་ལྟར་བྱེད་ཐུབ་མེད་ཐུབ་མིན་དང། བོད་ནང་ཡོད་མཁན་ཚོས་བོད་མི་ཚོའི་གདོང་ལེན་ག་འདྲས་བྱེད་ཐུབ་ཀི་རེད། ང་ཚོ་བཙན་བྱོལ་ནང་ཡོད་མཁན་ཚོའི་གདོང་ལེན་ག་འདྲས་བྱེད་ཐུབ་ཀི་རེད། དེའི་ཐོག་ལ་ཡང་རྒྱལ་སྤྱིའི་སྤྱི་ཚོགས་ནང་ང་ཚོར་བདེན་པའི་དཔུང་རོགས་ཅི་ཙམ་བྱེད་ཐུབ་མིན་ལ་རག་ལས་ཡོད། རང་དབང་ལུང་པར་གནས་འཁོད་བཙན་བྱོལ་བོད་མི་ཚོས་འཚེ་བ་མེད་པ་དང་ཡུལ་ཁྲིམས་དང་མཐུན་པ། ཆེ་མཐོང་ལྡན་པའི་སྒོ་ནས་ལས་འགུལ་སྣ་ཚོགས་སྤེལ་དགོས་ཐོག་གཞིས་བྱེས་བོད་མི་ཚོས་སོ་སོའི་ཁྱིམ་ཚང་ནས་འགོ་བཙུགས་ཏེ། རྒྱ་དམར་གཞུང་གི་ངན་གཡོའི་སྲིད་ཇུས་དང་མ་རུང་བའི་བསམ་སྦྱོར་གྱི་ཤུགས་རྐྱེན་ངན་པ་འགོག་རྒོལ་ཡོང་ཐབས་སུ། བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། སྐད་ཡིག། ཡུལ་གོམས། གཤིས་ལུགས་བཅས་སྲུང་གི་ཐབས་ཚུལ་ལ་སྔར་ལྷག་འབད་བརྩོན་བྱེད་དགོས་ད་དེ་ང་རང་ཚོས་བྱེད་མཐུ་ཡ་ཅི་རེད་ང་རང་ཚོས་བྱེད་དགོས་ཀྱི་ཡོད་རེད། རྒྱལ་སྤྱིའི་རང་དབང་ལུང་པའི་སྲིད་གཞུང་དང་གྲོས་ཚོགས་ཁག་ནས་རྒྱ་དམར་གཞུང་གི་རྒྱལ་སྤྱིའི་ཁྲིམས་ལུགས་དང་གོ་ལ་ཧྲིལ་པོའི་སྒྲིག་ལམ་རྩིས་མེད་རྡོག་རོལ་བཏང་སྟེ་མི་རིགས་རྩ་གཏོར་གཏོང་བཞིན་པའི་སྲིད་ཇུས་ལ་འགོག་རྒོལ་དང། བོད་རྒྱའི་རྩོད་རྙོག་གི་ངོགས་ནས་རྒྱ་ནག་གི་ནང་སྲིད་ཀྱི་གནད་དོན་ཙམ་མ་ཡིན་པར། ཐག་གཅོད་མེད་པའི་རྒྱལ་སྤྱིའི་ཁྲིམས་ལུགས་ཀྱི་གནད་དོན་ཞིག་ཡིན་པར་ངོས་འཛིན་གྱིས། སྔོན་འགྲོའི་ཆ་རྐྱེན་མེད་པར་གཉིས་སྨན་དབུ་མའི་ལམ་གྱི་ཐོག་ནས་བོད་རྒྱ་ཞི་མོལ་ཡོང་བར་རྒྱབ་སྐྱོར་ཡོང་བའི་རེ་སྐུལ་ཞུ་རྒྱུ་དང། བློ་མཐུན་ལྟེ་གནས་ཁང་དང་གསར་འགྱུར་བརྒྱུད་ལམ་ཁག་ནས་ཀྱང་དྲང་བདེན་གྱི་སྒོ་ནས་དངོས་དོན་དཔྱད་ཞིབ་དང་གནས་ཚུལ་འདྲེས་འགོད་སྤེལ་ཡོང་བའི་རེ་སྐུལ་ཞུ་བཞིན་ཡོད། རྒྱ་དམར་གཞུང་གི་དབང་འཛིན་པ་དེ་ཚོས་ཀྱང། འགྲོ་བ་མིའི་སྤྱི་ཚོགས་འཕེལ་འགྲོས་ལ་རྒྱབ་ཀྱི་ཕྱོགས་དེ་སོ་སོའི་སྲིད་དབང་རྒྱུན་འཛིན་ཁོ་ནར་འཐམ་འཁྱུད་ཀྱིས་རྒྱ་རིགས་མ་ཡིན་པའི་བོད་རིགས་རྣམས་ཀྱི་ངོ་བོ་རྩ་མེད་གཏོང་བའི་སྲིད་ཇུས་དེ་རིགས་འཕྲལ་དུ་མཚམས་འཇོག་དགོས་པའི་རེ་སྐུལ་བྱེད་ཀྱི་ཡོད། བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་གི་ངོས་ནས་བོད་དམངས་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་མོས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་རྒྱུ་དངོས་ནས་བོད་དོན་བདེན་མཐའ་གསལ་ཐབས་ཀྱི་སྲིད་ཇུས་རྒྱུན་འཁྱོངས་བྱ་རྒྱུ་དང། རྒྱལ་གཅེས་ལྷག་བསམ་ཅན་ཁོང་རྣམ་པས་རང་ཉིད་ཀྱི་ཡོད་ཚད་བློས་གཏོང་བྱེད་ཕོད་པའི་སྙིང་སྟོབས་སེམས་ཁོང་དུ་བཅུག་སྟེ། ཁོང་རྣམ་པའི་བྱེད་པ་ཆུད་མི་ཟ་བའི་ཆེད་དུ། འཁུར་འཁྲིའི་ལས་དོན་ཐོག་མུ་མཐུད་འབད་བརྩོན་བྱ་རྒྱུ་ཐབས་སྒྱུར་བརྟན་པོ་ཡིན། མཇུག་ཏུ། བློ་དགའ་རང་བཙན་དམ་པ་དེ་ཉིད་ཀྱིས། མཚོན་པའི་བོད་སྤྱི་དོན་ཆེད་སྐུ་སྲོག་ཤོར་བའི་དཔའ་བོ་དཔའ་མོ་རྣམས་ལ། མྱ་ངན་གུས་འདུད་དང་ནང་མི་ལྟོས་བཅས་ལ་གདུང་སེམས་མཉམ་སྐྱེད་ཞུ་བཞིན་ཡོད་ལ། ཁོང་རྣམ་པ། འཕགས་མཆོག་ཕྱག་ན་པད་མོས་རྗེས་སུ་འཛིན་ཞིང་སླར་ཡང་བོད་མིའི་སྐྱེ་བ་བླངས་ཏེ་བོད་དོན་ཆེད་སྲི་ཞུ་ཞབས་འདེགས་སྒྲུབ་མཁན་ཤ་སྟག་ཏུ་གྱུར་བའི་སྨོན་ལམ་འདེབས་བཞིན་ཡོད། བཀའ་ཤག་གིས་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་ལ། ཨ་ནི་ཐང་གིས་གོང་དུ་གསུངས་པ་རང་བཞིན་བྱས་ནས། ད་ལྟ་ང་ཚོ་ལས་འགུལ་འདི་དེ་འདྲའི་གཅིག་པོ་གཅིག་གང་ལ་འཛམ་བཞག་ཡ་དེ་ནི་མ་རེད་དེ་འདུག་ཚང་མས་ལས་འགུལ་མུ་མཐུད་ནས་ད་དུང་ཡིན་ནའི་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་མིའི་སྒྲིག་འཛུགས་ཀྱི་འགན་དང་ངོ་བོའི་ཐོག་ནས་ཨ་ནི་ལས་འགུལ་རྣམ་གྲངས་དང་ངོ་བོ་ག་འདྲེ་སྤེལ་དགོས་ཀྱི་ཡོད་མེད་དེ་ཚོའི་བང་བསྒྲིགས་ཡོང་གི་རེད་སྐབས་དེ་དུས་ཚང་མ་ནས་ཨ་ནི་མང་ཚོགས་ཀྱིས་མཉམ་ཞུགས་གནང་དགོས་ཡ་དང་གཞུང་ཁོངས་མ་ཡིན་པའི་སྒྲིག་འཛུགས་སོ་སོ་སོའི་ངོས་ནས་ད་ལྟ་གཞོན་ནུ་ཚོགས་གཞོན་གྱིས་དེ་བ་ཅི་གསུངས་སོང་ཨ་ནི་ལས་རིམ་བང་བསྒྲིགས་དེ་ཡོད་པ་དེ་ཚོའི་ནང་ལོགས་ལས་ཨ་ནི་མང་ཚོགས་ཀྱིས་གང་ཐུག་ཐུག་བྱེད་མཉམ་ཞུགས་བྱེད་ཅེས་ད་ང་ཚང་མ་ལོགས་ཨ་ནི་ནུས་པ། མཉམ་དུ་དཔུང་བྱེད་ཨེ་ནི་རྒྱ་ནག་ལ་ཡང་ཁ་གཏད་བཅག་དགོས་ཀྱི་ཡོད་རེད། དེ་བཞིན་དུ་ཤེས།